བོད་མི་མང་སྤྱི་འཐུས་གྲོས་ཚོགས་ཚོགས་དུས་དྲུག་པ་དེ་གི་མཇུག་སྐྱོང་སྐབས་ལ། ཨ་ནེ་རྙིང་མའི་སྤྱི་འཐུས་ཀྱི་མིང་འཁུར་ཉེས་ཀྱིས་ཨ་ནེ་འཇམ་དཔལ་བསྟན་འཛིན་སི་ཀན་ཏི་ཀྱིས་ཨ་ནེ་ཐུགས་སྣང་གཞེན་སྐུལ་གྱི་ཐོག་ལ་ཡ་སྐར་མའི་མང་པོ་ཞིག་གསུངས་ཡོད་རེད། དེའི་ནང་ནས་ད་རྙོག་མ་གཏིང་སློང་བྱས། དེ་སྔ་ཕན་ཆོད།

འདི་མེད་པ་ཡིན་ན་ད་ཡང་ད་ལྟ་སྐད་ཆ་དེའི་གྲངས་དེ་རྩ་བའི་ཁུངས་ལུང་རྒྱུ་མཚན་མེད་པ་ཞིག་རེད་དེ་ཡིན་ན་ད་ད་ལྟ་ང་ཚོའི་སྤྱི་ཚོགས་ནང་ལ་ཡང། སྤྱི་འཐུས་གྲོས་ཚོགས་ཀྱི་དེང་ཆ་དེ་ཐོག་ལ་ཅིག་བཤད་འོང་དུས་ཙམ་ནས་ཅིག་ག་ད་གར་ཅིག་ཁྱབ་རེ་དུས་ཙམ་ནས། ད་ལོ་མང་པོ་ཞིག་གི་སྔོན་སྐད་ཆ་ཡིན་ཙང་ད་འདི་ཚོ་ལས་ད་མིག་ཅིག་མིག་སེར་གྱི་ན་གཞོན་ཚོ་རེད་ཨང་དག་ན་གཞོན་གྱི་སྤྱི་ཚོགས་ཀྱི་གནས་སྟངས་ལ། དེ་སྔ་ཕན་ཆད་གུས་ངག་དེ་ཙམ་མི་ལེན་ཚུགས་ཀྱི་ཡང་ཐུགས་ལ་ཡ།

འདི་དེབ་འདི་ད་ལྟ་ང་ཚོའི་དགའ་ལྡན་ཕོ་བྲང་གི་དྲུང་ཆེ་སྐུ་ངོ་བློ་བཟང་བྱམས་པ་ལགས་ཀྱིས་ཨ་ནི་ཉིས་སྟོང་ཉི་ཤུ་ལོ་ལ་ཡ་ཨ་ནི་ཕྱོགས་སྒྲིག་གནང་བྱས་ནས་ཨ་ནི་བོད་ཀྱི་དཔེ་མཛོད་ཁང་ནས་མ་ངག་རྒྱུན་སྡེ་ཚན་ནང་ལ་དཔར་སྐྲུན་གནང་བཞག་པའི་དེབ་ཅིག་ཆགས་བསྡད་ཞག་འདི་ནང་ལ་རྒྱལ་བ་རིན་པོ་ཆེ་གི་ཨ་ནི་མཛད་རྣམ་ལ་མཛད་རྣམ་ལས་འཕྲོས་པའི་གི

གོང་ས་སྐྱབས་མགོན་ཆེན་པོ་མཆོག་དབར་གྱི་ཨ་ནི་ག་རེ་ཟེར་དགོས་རེད། ཐུགས་སྣང་གཤིན་པོ་ཡོད་པའི་སྐོར་དེ་དང། ཨ་ནི་བདག་རང་བཞིན་གྱི་སྐྱབས་རྗེ་དོན་འབྱུང་རིན་པོ་ཆེ་ཨ་ནི་ཤི་རི་ཀུ་རི་ལ་ཡ་རྒྱ་གར་གྱི་བཙོན་འཇུག་བྱས་པའི་སྐོར་དེ། ཨ་ནི་ད་ལྟ་སྨན་རིའི་ཁྲི་འཛིན་དང་དེ་ཚོའི་སྐོར་དེ་ལས་ཨ་ནི་ག་འདྲ་ཡོད་མེད་སྐོར་བདེ་སྐྱིད་དེ་དོན་ཚན་གལ་ཆེ་གསུམ་དེ་དེབ་དེའི་ནང་ལ་སྙིང་དོན་སྙིང་དོན་ཞིག་ཐུགས་སུ་བཀོད་གནང་བཞག་འདུག་བྱས་ཙང་བདེ་སྐྱིད་དེ་གཏམ་དཔར་ཅིག་ཁུངས་ལུང་རྒྱུ་མཚན་ལྡན་པ་ཅིག་ཡིན་ཙང་དེ་ངེད་ཀྱིས་གྲོགས་བྱང་ཞུས་བཞག་པ་ཡིན་ན།

དེའི་སྤྱི་འཐུས་གྲོས་ཚོགས་ཀྱི་སྡིངས་ཆ་ཐོག་ལ་དེའི་ཡང་གཅིག་གི་ཐུགས་སྣང་ཞེན་དགོས་ཟེར་ད་ནི་གལ་ཆེན་པོ་ཞིག་བརྩིས་ནས་བཤད་འོང་དུས་ད་ནི་འདི་སྐད་དེ་ཨ་ནི་རང་སྣང་གང་དྲན་བཤད་དེ་རྩ་བ་ཉིད་ནས་འགྲིག་གི་མེད་པ་ག་རེ་ཟུག་རེད། ད་ག་བྱས་ན་ལྟ་གི་འགྲིག་གི་མེད་པ་ཡིན་ཙང། འདི་སྐད་དེ་རྒྱ་ཆེ་མང་ཚོགས་ཐོག་ནས་ཁོ་རང་གི་ཁུངས་སྐྱེལ་དགོས་ཡ་གི། ཁ་ཐུག་ལ་བ་ཡི་ངག་གཉིས་ཐོག་ནས་བཤད་དགོས་ཡ་དེ་གལ་ཆེན་པོ་རེད་ལ། ད་ལྟ་ཁོ་རང་སྐད་ཆ་བཤད་པ་དེ་དང་དེ་ཁོ་རང་གིས་སུས་ལས་འགན་འཁྲུག་མིན་ཤེས་ཀྱི་ཡོད་མེད་དེ་ངོས་ཟིན་པའི་ཐོག་ནས་གནས་ཚུལ་འདི་ང་ཚོས་རྒྱུ་མཚན་ལྡན་པ་མིན་པ་དེ་ང་རང་ཚོ་བློ་ཐག་སེང་གེ་སྐྱིད་ནི་ལྟ་ཕི་གའི་དོགས་པ་སངས་ཐུབ་ཡ་གཅིག་རེད། ད་ནང་བཞིན་གྱི་ད་ལྟ་དེ་དེ་ན་ལ་ངས་མ་བཀོད་པ་དེ་ད་ནང་རྒྱ་མཚོའི་དཔའ་ནོར་རིན་པོ་ཆེ་ལ་དོགས་ཕི་གའི་སྐོར་དེ་དང་ཁམས་འཕྲུལ་སྐོར་དེ་ཚོ་དྲངས་དེ་རེད། དེ་ཚོ་དྲངས་དེ་ད་ཁོ་ད་ལྟ་སྐད་ཆ་གོ་མ་མྱོང་བས་ཨ་ནི།

རང་ཅག་བོད་མིའི་སྤྱི་ཚོགས་ཆུང་ཆུང་འདིའི་ནང་མཐོང་རྒྱ་དང་ཐོས་རྒྱ་ཡོན་ཏན་མེད་པའི་རྐྱེན་གྱིས་སྔ་ཕྱི་བར་གསུམ་དུ་ཕ་རོལ་པོའི་ཆོ་འཕྲུལ་ལྟ་བུའི་དཀྲུག་ཤིང་དཀྲོག་གཏམ་ཕུ་དཀྲུག་མདའ་དཀྲུག་གི་སྐད་ཆ་བཟོས་ཏེ་ཤོག་བུར་སྣུམ་འདུས་ཀྱི་ཚུལ་དུ། ཁྱབ་གདལ་བྱེད་པའི་ཁོངས་སུ་རྒྱལ་བ་ཀརྨ་པ་སྐུ་གོང་མས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་རྒྱང་ཐག་རིང་པོར་གནང་འདྲ་བའི་ཁུངས་ལུང་རྒྱུ་མཚན་འདི་ཡིན་མིན་པའི་གཏམ་བཤད་བྱུང་བ་དེའི་སྐོར། དགུ་པ་སྐུ་སྒར་ཡིག་ཚང་དུ་རྒན་དྲུང་ནས་གནས་རིམ་ཐོག་ལོ་གཅིག་དང་དྲུང་ཆེ་གནས་རིམ་ཐོག་ལྔ་བཅས་སུ་ལོ་བཅུ་དགུ་ཞབས་ཞུ་ཞབས་ཡུན་རིང་འབྲེལ་ཡོད་ཡིག་ཆ། ཁུངས་བསྟད་བརྟག་ཞིབ་སྐབས། རྒྱལ་བ་ཀརྨ་པ་མཆོག་བཞུགས་སྒར་དུ་མཇལ་ཁར་སྔ་ཕྱིར་བཅར་བ་དང། ཕྱོགས་སུ་ཆིབས་བསྒྱུར་སྐབས་ཀྱང་ཟུར་མཇལ་ཐོག་བསྟན་སྲིད་ཀྱི་ཞབས་བརྙན་དང ྋགོང་ས་མཆོག་གི་སྐུ་ཚེ་ཚེ་སྒྲུབ་སྤྱི་ཞུའི་དཔེ་ཆ་དཔར་འདྲེན་ཞུས་པའི་པར་འབུད། བོད་ནང་གི་གནས་ཚུལ་གསར་པ་གསན་བསྟོད་ཆེ་ཆུང། ཐུགས་དམ་བརྟག་པ་སྙན་གསེང། ཕྱི་རྒྱལ་ཡུལ་ཁག་ཏུ་ཕེབས་སྐབས་དམིགས་བསལ་ཐུགས་ཞིབ་གནང་བའི་གསར་གནས་སྙན་གསེང་བཅས། སྐུ་ཚེ་མཐའ་མ་བར་འབྲེལ་བ་ཤིན་ཏུ་དམ་ཟབ་བྱུང་ཡོད་པ་དངོས་ར་འཕྲད་པའི་གནས་ཚུལ་ཇི་སྙེད་ཅིག་མཇལ་རྒྱུ་འདུག་ཁོང་གི་ཐུགས་ཁུར་གྱིས་ཚོར་སྣང་དང་བཅས་སྐྱབས་རྗེ་ཁྲི་བྱང་རིན་པོ་ཆེར་རྟེན་བཅས་ནན་གྱིས་བསྐུལ་བ་ལྟར་རྒྱལ་བའི་ཞབས་བརྟན་གསོལ་འདེབས་འཆི་མེད་བདུད་རྩིའི་དབྱངས་སྙན་ཞེས་པ་ལྗགས་རྩོམ་མཛད་ཡོད་པའི་ཁར་གང་ཉིད་ཀྱི་གོས་པ་གནད་འགག་ཏུ་གཟིགས་ཏེ་རྒྱལ་བའི་ཞབས་བརྟན་གསོལ་འདེབས་ཤོ་ལོ་ཀ་བཅུ་གཉིས་ཡོད་པ་འཆི་མེད་བདུད་རྩིའི་བུམ་བཟང་ཞེས་པ། ཆེད་དུ་འཇག་རྩོམ་གྱི་མཇུག་བྱང་དུ་ཐར་མོ་སྤྱི་བོར་བཀོད་དེ་ཞབས་པད་བསྐལ་པ་བརྒྱད་རྩོད་བར་དུ་བསྟེན་ཅིང། བདག་མིག་དགེ་ལྡན་ཡོངས་རྫོགས་ཀྱི་མགོན་དུ་བཞུགས་པར་གསོལ་བ་ལན་བརྒྱར་འདེབས་པ་ལགས་ཞེས་པ་བཅས་ནས་ཀྱང ྋགོང་ས་ཆེན་པོར་དད་གུས་ཞུ་སྟངས་མཚོན་ཐུབ། བར་སྐབས་ཤིག་ལ་ཐེ་ཝན་གོ་མིན་ཏང་ཚགས་ཤོག་ནང་པའི་རྒྱལ་བ་ཀརྨ་པ་མཆོག་དང་ཚོགས་ཁག་བཅུ་གསུམ་ལ་འབྲེལ་བ་ཡོད་མེད་ཐོན་པ་དེས་རྐྱེན་པས་བོད་མིའི་སྤྱི་ཚོགས་ནང་མཐོང་ཕྱོགས་ལག་ཕྱོགས་ཆུང་བར་བརྟེན་བཀའ་ཤག་ནས་གནས་རྙོག་གཙང་མ་བཟོ་ཐབས་སུ་ཚོགས་ཁག་བཅུ་གསུམ་གྱི་དྲུང་ཆེའི་དགུང་གྲངས་ཚུལ་ཁྲིམས་ལ་བཀའ་བརྩད་གནང་སྐབས་འདི་དག་སྐོར། བཀའ་འདྲི་དགོངས་སྐོར་གནང་རྒྱུ་ཇི་ཡོད་གཙོ་འཛིན་རྒྱལ་བ་ཀརྨ་པ་རིན་པོ་ཆེར་ཞུ་དགོས་ལུགས་བརྗོད་པར་བརྟེན། ཡིག་ལབ་ནས་འབྲེལ་བ་ཞུས་ན་ཐུགས་སྤོབས། འགྱུར་ལྡོག་ལ་དགོངས་ཏེ ྋགོང་ས་མཆོག་ནས་ཕྱི་དྲིལ་བཀའ་བློན་འཇུ་ཆེན་ཐུབ་བསྟན་རྣམ་རྒྱལ་མཆོག་དང་བཀའ་བརྒྱུད་སྤྱི་འཐུས ྋག་ཨ་དབྱངས་སྤྲུལ་སྐུ་རྣམ་གཉིས་ཆེད་གཉེར་གནང་བ་བཞིན། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཟླ་བ་དྲུག་པའི་ཚེས་ཉི་ཤུ་བརྒྱད་ཉིན་སྒང་ཏོག་རུ་འདེགས་ཆོས་སྒར་དུ་པཱ་ལི་རྒྱལ་བ་ཀརྨ་པ་སྐུ་མགྲོན་བཅུ་དྲུག་པ་མཆོག་མཇལ་ཁར་བཅར་ཉིན་ཁོང་རྣམ་གཉིས་ཀྱིས། བཅའ་སྡོད་སྙན་སེང་ཞུས་རྗེས་བཀའ་ཕྱི་ཕེབས། ནང་དོན་སྙིང་པོ། ཀརྨ་པ་སྐུ་ཕྲེང་བཅོ་ལྔ་པ་མཁའ་ཁྱབ་རྡོ་རྗེའི་ཡང་སྲིད་གཏན་འཁེལ་མིན་གྱི་དཀའ་ངལ་ཕྲན་བུ་བྱུང་ཡོད། མཐར་ང་མཁའ་ཁྱབ་རྡོ་རྗེའི་ཡང་སྲིད་ཡིན་པ་གོང་ས་སྐུ་ཕྲེང་བཅུ་གསུམ་པ་ཆེན་པོས་ཕྱག་རྟགས་ཕེབས་རྗེས་ང་ནུབ་བུ་གླིང་དཀར་ལོ་ཤས་ཐུགས་ཉར་རྗེས་མཚུར་ཕུར་འབྱོར་རྗེས་འབྱོར་རྗེས་སུའང་གོང་ས་མཆོག་ནས་ཨ་ཀྲུང་ཏཱ་ཤེས་ཏང་དང་བྱེ་རིལ་དང་ཁམ་བུ་སྟར་ཀ་ཤེལ་ཀ་ར་ཤིང་ཏོག་སྣ་ཚོགས་དེ་བཞིན་བྱ་དང་བྱིའུ་བསྐུར་བ་གནང་གི་ཡོད། བྱ་དང་བྱིའུ་ལ་དགའ་པོ་ཡིན། བཟོ་མཁན་གོང་ས་སྐུ་གོང་མ་རེད། ང་རང་ལོ་བཅུ་གཅིག་ལ་སླེབས་དུས་སྤྱིར་བོད་ཁམས་ཡོངས་རྫོགས་དང་ཡང་སྒོས་ང་ཀརྨ་པ་བསོད་ནམས་སྨན་པའི་དབང་གིས་གོང་ས་བཅུ་གསུམ་པ་ཆེན་པོ་དགོངས་པ་ཆོས་དབྱིངས་སུ་ཐིམ་སྟེ། ང་ཀརྨ་པ་བྱིས་སྒྲུང་ཐང་དུ་ལུས་པ་ལྟར་བྱུང་སོང། སེམས་པ། སེམས་ལ་སྡུག་བསྔལ་ག་ཚོད་ཡོད་ནའང་བྱ་ཐབས་གང་ཡང་མི་འདུག་དེ་ནས་དུས་ཚོད་རིང་པོར་མ་སོང་བར་གོང་ས་སྐུ་གོང་མའི་ཡང་སྲིད་འཁྲུལ་བྲལ་ངེས་རྙེད་བྱུང་བ་རེད། རྒྱལ་བ་ཀུན་གྲགས་བཅུ་བཞི་བ་ཆེན་པོས་ཀྱང། སྐུ་གོང་མས་མཛད་པ་དང་བོད་ཀྱི་བླ་ཆེན་ཡོངས་ཀྱི་ནང་ནས་ང་ཀརྨ་པར་ཐུགས་བརྩེ་བ་གནང་གི་ཡོད། ངས་ཀྱང་ཁོང་གི་མཛད་འཕྲིན་རྒྱས་ཐབས་སུ་གང་ཐུབ་ཅི་ཐུབ་ཞུ་གི་ཡོད། དཔེར་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་རྒྱ་ནག་ཏུ་ཆིབས་བསྒྱུར་སྐབས། རྒྱ་ཕྱོགས་ནས་ཐོག་མར་གོང་ས་མཆོག་དང་པཎ་ཆེན་རིན་པོ་ཆེ་རྣམ་གཉིས། འདྲ་མཚུངས་ལྟ་བུ་བྱེད་ཀྱིན་འདུག། ངས་པཎ་ཆེན་རིན་པོ་ཆེ་བོད་ཀྱི་བླ་ཆེན་ཞིག་ཡིན་པ་ལས་བོད་ཀྱི་རྒྱལ་པོ་མ་རེད་ཅེས་རྒྱ་མིའི་འགོ་ཁྲིད་ལ་ཐད་ཀར་གནས་ལུགས་གསལ་བཤད་བྱས་པའི་རྗེས་ཕྲན་བུའི་ཕན་ཆད་བྱུང་སོང། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་རྒྱལ་བ་རིན་པོ་ཆེ་རྒྱ་གར་དུ་ཆིབས་བསྒྱུར་སྐབས་འབྲས་ལྗོངས་གཞུང་གིས་པཎ་ཆེན་རིན་པོ་ཆེར་ཕེབས་བསུའི་ཆེ་བསྟོད་རུ་སྒྲིག་གསར་ལམ་ཞུ་མཁན་དམག་མི་ཉི་ཤུ་རྩེ་ལྔ་དང། ྋགོང་ས ྋསྐྱབས་པའི་ཆེས་མཐོའི་ལྷ་ལམ་ཞུགས་མཁན་བརྒྱ་ཐམ་པ་བཞག་དགོས་པའི་སྐོར་ནང་དོན་བརྒྱུད་སྟོན་བྱེད་མཁན་ང་ཡིན། དེ་རྗེས་རྡོ་རྗེ་གདན་དུ་གནས་གཟིགས་སུ་ཆིབས་བསྒྱུར་སྐབས་རྒྱ་གར་གཞུང་གིས་ཐོག་མར ྋགོང་ས་མཆོག་དང་པཎ་ཆེན་རིན་པོ་ཆེ་རྣམ་གཉིས་འདྲ་མཉམ་ལྟ་བུར་ངོས་འཛིན་གྱིས་གླང་ཆེན་ལ་རིན་ཆེན་གྱེན་ཆ་སྤྲད་དེ་གདན་ཞུ་བྱེད་རྩིས་བྱས་པར། དེ་བྱས་ན་འཇུག་མེད་སྐོར་ངག་སྐར་མ་པས་འབྲེལ་ཡོད་མི་སྣར་རྩོད་པ་བརྒྱབ་རྐྱེན་གླང་ཆེན་ཆེ་ཆུང་ཡོད་པ་བཟོས་ཐུབ་པ་བྱུང། ཕན་ཐོགས་ཆེ་ཆུང་ལ་མ་ལྟོས་པར་ངས་རང་ངོས་ནས་ལྷག་བསམ་ཐོག་འགན་ཁུར་ཞུས་སྟངས་དེ་འདྲ་ཡིན། གོང་ས་མཆོག་ངའི་རྩ་བའི་བླ་མ་ཡིན་གོང་ས་མཆོག་ནས་ང་ལ་གཟིགས་པ་ག་འདྲ་ཞིག་གནང་གི་ཡོད་པ་ངས་གསལ་པོ་ཤེས་ཀྱི་ཡོད་ཅེས་དང། གོང་ས་མཆོག་དེ་སྔ་དོ་གླིང་དུ་ཞབས་སོར་བཀའ་དྲིན་ཆེ་སྐབས་ཕྱག་གཡས་པ་ངའི་ཕྲག་པའི་སྟེང་དུ་བཞག་ནས་ཐེ་ཝན་ལ་འགྲོ་རྒྱུ་མི་འདུག་ཅེས་ནང་དོན་བཀའ་སློབ་ཕེབས་པ་གཞི་བཟུང་ང་ཐེ་ཝན་ལ་འགྲོ་མ་མྱོང། ཐེ་ཝན་གྱི་རོགས་རམ་བླངས་པ་མེད། ཐེ་ཝན་ལ་འབྲེལ་བ་ཡང་བྱེད་རྒྱུ་མ་བྱུང། ང་ཁོང་གི་བཀའ་ལྡང་མཁན་ན་འགྲོ་གི་མ་རེད། རྒྱལ་བ་རིན་པོ་ཆེའི་བཀའ་དགོངས་དང་མི་འགལ་བ་བྱ་རྒྱུ་དེ་ང་རང་གི་ལས་འགན་རེད་ཅེས་བཀའ་ཕེབས་སྟངས་ནས་དགོངས་ཚ་ཆེན་པོར་ཐུགས་ཞེན་དང་དད་གུས་བརྩི་མཐོང་ཞུ་སྟངས་ཇི་ཡོད་གོང་གི་གནས་ཚུལ་གཅིག་པ་ནི། གསལ་རྟོགས་ཐུབ་ངེས་ཡིན། ཚོགས་ཁག་བཅུ་གསུམ་དང་ཐོག་བཙུགས་པའི་སྐབས་ཁྱབ་ཁོངས་དམངས་ཀྱི་ཞི་བདར་གསོལ་བ་བཏབ་པ་བཞིན་གཙོ་འཛིན་གྱི་མཚན་ཤས་གནང་དགོས་བྱུང་ལུགས་དང་འབྲེལ་དམིགས་ཡུལ་བཞིན་གོང་ས་སྐྱབས་མགོན་ཆེན་པོར་སྙན་སེང་ཆེན་པོ་ནང་སྙན་སྒྲོན་འབུལ་གྱིས་མཁྱེན་རྟོགས་བྱུང་ཡོད། འོན་ཀྱང་དུས་ཚོད་རིམ་སོང་རྗེས་ཤ་བོ་འགན་འཁུར་བ་རྣམས་ཀྱིས་མཇུག་གནོན་མ་ཐུབ་པ་སྲབ་ཁ་ཤོར་རྐྱེན་ཐོག་མའི་དམིགས་ཡུལ་གཞིར་བཟུང་མ་བྱུང་པ་དེ་སྤྱི་ཚོགས་ནང་ཚོ་ཁག་བཅུ་གསུམ་ལ་དགོས་མེད་མཐོང་འཇོག་བྱུང་བ་རེད། ཨ་ནི་བདག་ནང་བཞིན་གྱི་ད་ལྟ་སྐྱབས་རྗེ་དོན་འབྱུང་རིན་པོ་ཆེ་དང་འབྲེལ་བའི་གནས་སྟངས་དེ། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་སོ་ལོ་རེ་བཞུགས་སྒར་དུ་ཆོས་ཚོགས་ཐེངས་གཉིས་པ་བསྐྱངས་རྗེས་སྐྱབས་རྗེ་དོན་འབྱུང་རིན་པོ་ཆེ་མཆོག་རྐ་ཕུག་ཏུ་ཕྱིར་ལོག་བསྐྱངས་སྐབས་ཤི་ལི་གུ་རིར་དོ་དམ་བྱེད་པར་བོད་གཞུང་དང་འབྲེལ་བ་ཡོད་ཚུལ་ཁུངས་ལུང་ཞིབ་ཕྲ་མེད་པའི་གཏམ་འཆལ་བྱུང་ཡོད། དངོས་བྱུང་གི་གནས་ཚུལ་ནི། གོང་ས་མཆོག་ནས་སྐྱབས་རྗེ་རིན་པོ་ཆེ་དོ་དམ་བྱས་ནས་གསན་ཐོས་བྱུང་འཕྲལ་ཐོག་མར་བཞུགས་སྒར་དུ་ཡོད་པའི། རྒྱ་གར་ཕྱི་སྲིད་སྐུ་ཚབ་གནས་བཞེངས་པ་ཨིན་དར་མ་ལིག་བརྒྱུད་དང། བར་དུ་ལྡི་ལི་སྐུ་ཚབ་དོན་གཅོད་ཞྭ་སྒ་བར་བཀའ་མངགས། མཐའ་མར་རྒྱ་གར་གྱི་ཀི་ལོའི་ནེ་རུར་བཀའ་ཡིག་གནང་བ་བཅས་ཀྱི་འབྲས་བུར། གློད་གྲོལ་བྱུང་རྗེས་བཀའ་སྦུག་ཏུ། བུ་དམ་བཀའ་ཡིག་དང་བཅས་ཆོས་དོན་བཀའ་བློན་ཕྱག་རོགས་མཚན་རྣམ་ལགས་ཐུགས་གསོ་ལས། འཆད་ཉན་མཛད་པ་བཅས་ལ་སྐྱབས་རྗེ་དོན་གྲུབ་རིན་པོ་ཆེ་རང་ཉིད་དང་ཀ་སྦུག་རྙིང་མའི་ཆོས་ཚོགས་ཐེ་བྱུས་ཚོགས་པའི་མཆེད་གྲོགས་སྤྱི་ཚོགས་སོ་སོ་ནས་བཀའ་དྲིན་ཆེ་ཞུའི་ཕྱག་ཁྲིད་ཕུལ་བ་དང། དེའི་ཕྱི་ལོའི་ལོ་སར་ལ་སྐྱབས་རྗེ་དོན་གྲུབ་རིན་པོ་ཆེ་མཆོག་ནས ྋགོང་ས་ཆེན་པོར་ཤིས་ཤོག་ཕུལ་བའི་ནང། ས་གསུམ་བཀྲ་ཤིས་དཔལ་གྱིས་མཛེས་བྱས་པ་ས་གསུམ་གཙུག་གི་ནོར་བུ། མཆོག་བཅས་ཀྱིས་གསང་གསུམ་རྡོ་རྗེའི་ངོ་བོར་བརྟན་བཞུགས་ལེགས་སྐུ་གསུང་གི་དཔལ་བསྡུས་ཏེ་དགེ་ལེགས་ཞུ་ཞེས་བདེ་གུས་ཆེན་པོས་ཕུལ་བ་ཡིག་ལམ་ཡིག་ལམ་དུ་མཇལ་རྒྱུ་ཡོད་པ་མ་ཟད། སྐུ་ཚེ་མཐའ་མར་དམིགས་བསལ་གྱི་འབྲེལ་བ་དམ་ཟབ་བྱུང་འདུག། དེའི་ཕྱི་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་མཆོག་བལ་ཡུལ་དུ་སྐུ་བཞུགས་གནང་སྐབས ྋགོང་ས་ཆེན་པོར་དྲག་བརྒྱུད་ཡང་སྲིད་འབྲེལ་བ་ཞུ་སྐབས་བལ་བོའི་གསང་ལས་པས་སྔོག་བཤེར་བྱེད་ཀྱི་ཡོད་ནས་སྐབས་དེའི་བལ་རྒྱལ་དང་དམིགས་བསལ་འབྲེལ་བ་བྱེད་པ་འབྲུག་པ་ཚེ་བརྒྱུད་རིན་པོ་ཆེས་ཐུགས་ཀྱིས་མ་བཟོད་པར་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་ཟུང་འབྲེལ་གྱིས་སླད ྋགོང་ས་ཆེན་པོར་སྙན་ཞུ་འབུལ་དགོས་རིགས་དྲག་བརྒྱུད་མ་ཡིན་པར་མི་འགྲོ་ཆེད་གཉེར་གནང་ལེགས་གནས་ཉིན། ནང་གནས་ཚུལ་དུ་སྙན་སེང་ཞུས་པར་རྒྱལ་བ་རིན་པོ་ཆེས་བོད་ཀྱི་དབུ་ཁྲིད་དང་བླ་མ་ཡིན་པའི་འབྲེལ་བ་འཇོག་ཐབས་མེད། ང་རྙིང་མའི་བླ་རྒན་ཞིག་ཡིན་པར་བརྟེན་གོང་ས་མཆོག་ནས་རྫོགས་ཆེན་སྙིང་ཏིག་སྐོར་ལ་སོགས་པའི་བཀའ་བརྩད་ཕེབས་སྐབས་བཀའ་ལན་དང་བཀའ་དཔེ། སྙིང་ཕྱོགས་བསྟན་སྲིད་སྤྱི་རིམ་བཞུགས་སྒོ། བཀའ་མངགས་གནང་བ་འབད་སྒྲུབ་བྱེད་ཤུལ་སྐོར་འབྲེལ་བ་ཞུ་གི་ཡོད། ངའི་ཡི་གེ་སྔོག་བཤེར་བྱས་ན་ནང་གནས་གསལ་པོ་ཆགས་རྒྱུ་ཞེས་བཀའ་གནང་བ་དང། སྐྱབས་རྗེ་དོན་གྲུབ་རིན་པོ་ཆེས ྋགོང་ས་ཆེན་པོར་དད་གུས་བརྩི་མཐོང་ཇི་ལྟར་ཞུ་གི་ཡོད་མེད་སྐོར་ད་དུང་དཔེ་མཚོན་གཞན་ཞིག་ཞུས་ན། གཅིག་སྟོང་དགུ་བརྒྱ་དོན་བཅུ་ནང་སུད་སིར་ཆིབས་བསྒྱུར་སྐབས་བོད་ཁང་དུ་ཚེས་བཅུ་ཚོགས་མི་གཙོ་གྱུར་སེར་སྐྱ་མི་མང་ལ་བསྩལ་པའི་བཀའ་སློབ་སྙིང་དོན་ལ། གུ་རུ་རིན་པོ་ཆེས་བོད་ལ་དོན་བསྒྱུར་ཡོང་རྒྱུར་རྡོག་རིམ་སྣ་ཚོགས་ཤིག་ལུང་བསྟན་གནང་ཡོད་ཀྱང། རྒྱལ་བ་སྐུ་གོང་མ་མྱ་ངན་ལས་འདས་རྗེས་རྡོ་རིང་རྣམས་གནད་སྨིན་སྦས་འཁྲུགས་ཐུབ་མེད་པར་བརྟེན་བོད་ཡུལ་དུ་སྔར་མ་གྲགས་པའི་གནས་ཚུལ་ཚབས་ཆེན་བྱུང་བ་ཚང་མས་ཤེས་གསལ་རེད། འོན་ཀྱང་ཕྱི་ཡི་ལྕགས་རི་དང་ནང་གི་སྣུབ་བུ། ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས ྋགོང་ས་ལྷ་མི་རྣམ་འདྲེན་ཆེན་པོ་མཆོག་གི་སྐུ་ཕྱྭར་ཉེས་སྐྱོན་མེད་པར་འཕགས་ཡུལ་དུ་ཞབས་སོར་འཁོད་ཐུབ་པའི་བཀའ་དྲིན་ལས་བརྟེན་ནས་ང་ཚོའི་ཆོས་སྲིད་གཉིས་ཀྱི་གནས་སྟངས་ཐོག་ཕྱི་མིག་བལྟས་ན་བློ་ཡུལ་དུ་མི་ཤོང་བའི་ཡར་རྒྱས་ཆེ་ཆུང་ངས་ཞུ་མ་དགོས་པ་འདི་དག་ཚང་མ་གང་ནས་བྱུང་བའི་གཞི་རྩ ྋགོང་ས ྋསྐྱབས་མགོན་ཆེན་པོའི་ཐུགས་རྗེ་ཉག་གཅིག་ཏུ་ངེས་པའི་གཙང་སྨེ་བཀའ་དྲིན་དྲན་ཤེས་ཐོག་ནས་གཙོ་ཆེ་སྐུ་ཆེ་ཞབས་བརྟན་བསྒྲུབ་རྒྱུ་ཤིན་ཏུ་གལ་ཆེ་ཡིན། རྒྱལ་བ་ཡིད་བཞིན་ནོར་བུའི་གོང་བཞིན་སྒྲུབ་ཐབས་ཐོག་འབད་བརྩོན་ཅི་ཀྱང་གནང་རོགས་ཞེས་ང་རྒད་པོས་ཁ་བརྡ་ཟེར་ན་འདི་ཡིན་ཁ་ཆེམས་ཟེར་ན་འདི་ཡིན། ཞེས་རྩ་འགངས་ཆེན་པོར་བརྩིས་ཏེ་ཞལ་གདམས་གནང་བ་ནི་གསལ་པོ་རྟོགས་ཐུབ། བདག་ན་ཤིང་གི་གཡུང་དྲུང་བོན་གྱི་བསྟན་དོན་སྐོར་ལ་བོད་ཀྱི་མི་བོའི་གནའ་རབས་ཀྱི་ཆོས་བརྒྱུད་གཡུང་དྲུང་བོན་ཐད་སྔར་བོན་བོད་ཀྱི་སྤྱི་ཚོགས་ནང་ཅུང་ཉམས་དམའ་བའི་ལྟ་སྟངས་ཡོད་ནའང་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར་ཆོས་ཚོགས་ཐེངས་དང་པོའི་སྐབས། གོང་དུ་གསལ་བ་ལྟར་མཁན་པོ་ཤེས་རབ་བསྟན་པའི་རྒྱལ་མཚན་གདན་ཞུ་གནང་སྟེ་ས་དགེ་བཀའ་རྙིང་གི་ཆོས་བརྒྱུད་ཀྱི་བདེན་འབྲེལ་གཅིག་ཏུ་ཐོབ་ཐང་འདྲ་མཉམ་གྱི་གོ་སྐབས་གནང་བ་ནི། བོད་ཀྱི་ལོ་རྒྱུས་ནང་དང་པོ་ལྟ་བུ་ཡིན། གཅིག་སྟོང་དགུ་བརྒྱ་དྲུག་ཅུ་ལོའི་རེ་བཞི་ལོར། སྨན་རིའི་སློབ་དཔོན་བསྟན་འཛིན་རྣམ་དག་མཇལ་བཅར་སྐབས་བོན་གྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་སྤྱིར་བོན་པོར་རང་ཉིད་ཀྱིས་ཁུར་དུ་ཁྲིད་པའི་ལས་འགན་ཡིན་པ་དང། ཁྱད་པར་དུ་ཁྱེད་རང་ལ་འཁྲི་བའི་ལས་འགན་གཡོལ་ཐབས་མེད་པ་ཞིག་ཡིན་པས་དེ་ཡི་ཐོག་ཤུགས་རྒྱག་དགོས་པ་དང། གོང་ས་མཆོག་གི་ངོས་ནས་ཅི་ཐུབ་གང་ཐུབ་ཀྱིས་ཕྱག་རོགས་གནང་ངེས་ཞལ་བཞེས་དང་འབྲེལ་སློབ་གཉེར་བར་ཁག་གཅིག་གི་འཚོ་སྣོན་མཐུན་འགྱུར་རྩེ་ལེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོར་ཆོས་བརྒྱུད་སྤྱི་འཐུས་བོན་གྱི་སྤྱི་འཐུས་བློན་ཁོང་རྣམ་རྒྱལ་དམ་ཆོས་ལ་ཕྱག་རྟགས་སྩལ་བ་ནི་བར་སྐབས། ས་ཕག་གཙང་གསུམ་དང་ཕྱིའི་དགའ་ལྡན་ཕོ་བྲང་བའི་གཞུང་དབུ་བརྙེས་པ་ནི་མི་འབྲལ་འདྲ་མཉམ་གྱི་ཐོབ་ཐང་བསྩལ་བ་ཡང་བོད་ཀྱི་ལོ་རྒྱུས་ནང་རབས་འབྱེད་གསར་པ་ཞིག་ཡིན་པ་དང། གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་བརྒྱད་ལོར་བོན་གཞིས་ཐུབ་རྒྱལ་ལ་ཞབས་སོར་ཐེངས་དང་པོ་བཀའ་དྲིན་ཆེ་བ་གནང་ཡོད་ཅེས།